ད་དེང་སང་དེ་ཚོའི་ལས་ནི་སྐྱབས་མགོན་རིན་པོ་ཆེ་ཡོད་རེད་ད། བ་གི་དྭགས་མེད་པར་ཚར་བཅུ་བདུན་ཟིག་དྲན་གྱི་ཡོད་གསུང་གི་འདུག་ཉི་མ་གཅིག་ལ། བྱས་ཙང་ད་ལོ་མང་པོ་ཞིག་དེ་དྲན་པའི་དེ་གི་ང་ཚོའི་གི་ཡོངས་གྲགས་ཀྱི་ཉོན་མོངས་ཕལ་ཆེར་སྐྱེ་གི་མི་འདུག་གསུང་གི་འདུག་འདོད་ཆགས་ཁོང་ཁྲོ་ཞིག་ཡོད་རེད་བ་ད་ཉོན་མོངས་རགས་པ་ལས་གིར་ད་དེ་འདྲའི་ཕལ་ཆེར་སྐྱེ་གི་མི་འདུག། ཡང། ཉོན་མོངས་འདོད་ཆགས་མ་སྐྱེས་པ་གང་ཤེས་ཅི་ལ། ཡང་བརྩེ་བ་ད་ཞེས་མ་གོ་རེད་བ་ད་ང་ཚོའི་ཚང་མས་མྱོང་དེ་ཡོད་རེད་བ་བརྩེ་བ་ཞེས་པ་ཞིག་ཏུ་ཤུགས་ཆེན་པོ། འདོད་ཆགས་མེད་དེ་ངས

འདོད་ཆགས་ཏེ་སྡུག་བསྔལ་གྱི་འབྱུང་གནས་རེད་དཔེར་འདི་སྐྱེ་འདུལ་ཆགས་ནས། བྱས་ཙང་ལྟ། སྡུག་བསྔལ་གྱི་འབྱུང་གནས་དེ་མེད་པ་ཆགས། ཨན་བདེ་སྐྱིད་འབྱུང་གནས་དེ་གོང་དུ་འཕེལ་འགྲོ་ཡ་དེ་འདྲིའི་གནས་སྟངས་ཅིག་ཡོད་རེད་ཡག་པོ་ཆགས་དགོས་ན། བདག། ཨན་བདག་ཡོད་མེད་རང་བཞིན་ཡོད་མེད། ཨན། བདག་པོ་རྒྱལ་ངན་ལོག་ཁ་ཅིག་ཡོད་མེད་ཟེར་ཡ་དེ། ལྟ། དེ་ཁ་ཏུ་སླེ་དུས་དེ་བཅོམ་ལྡན་འདས་ཀྱི་གསུང་གོ་བསྡུར་ཟིན་ཡིད་ཆེས་བྱེད་གལ་ཆེ་དེ་མ་རེད་སོ་སོས་རང་གིས་བརྟག་དཔྱད་བྱས་ནས་ལྟ་ཐག་བཅད་དགོས་ཡ་ཅིག་ཆགས་དེ་དགོས་རེད། བྱས་ཙང་ལྟ། དེ་འདྲིའི་གིས་ཨན་བདག་མེད་པ་ཟེར་ཡ་དེ་ངོ་འཕྲོད་པ་བྱས་རྙེད་ལ། སྦྱངས་བྱས་ཞེན་ཙམ་ཐོས་ནས།

དཔེར་ན་ཁོང་ཁྲོ་དང་བྱམས་བརྩེ་ཡི་བློ། མི་མཐུན་ཕྱོགས་ཆགས་ཀྱི་འདུ་བ། མི་གཅིག་ལ་ག་ཚོད་ཅིག་གིས་བརྩེ་བ་དེ་ཆེ་རུ་འགྲོ་བའི་ཚུལ་གྱིས་ཁོང་ཁྲོ་ཆུང་རུ་འགྲོ་འུར་བ། ཁོང་ཁྲོ་ཆེ་རུ་འགྲོ་བའི་ཚུལ་གྱིས་བརྩེ་བ་ཆུང་རུ་འགྲོ་འུར་བ། ཇི་ལྟར་ཁོང་ཁྲོ་མེད་པར་བཟོ་བའི་ཐབས་ཤེས་ལ་བརྩེ་བ་དེ་གོང་འཕེལ་དུ་བཏང་རེས་ཁོ་མི་མཐུན་པ་གཉིས་ངོ་སོ་སྨན་བཅོས་བྱས་ཏེ་རིགས་གཅིག་དེ་གཅིག་གོ་རུ་བ་རྫས་མི་མཐུན་པ་དེ་བར་བཏང་བྱས་ནས་དེ་གཅིག་གོ་རུ་བ་དེའི་ནང་བཞིན་ད་དང་འཛིན་ང། བདག་པོ་རྒྱག་མཁན་དེ་ནི་ལོ་ཁ་ཅིག་ཡོད་ཤག་ཤག་ངེད་ཀྱི་གཟུགས་པོ་ངའི་སེམས་སུ་ཡོད་ཤག་ཤག་བྱེད་དེའི་བསམ་བློ་དེ་མེད་པ་བཟོ་ཡས་ལ་དེ་འདྲའི་བདག་དེ་མི་འདུག་ཟེར་ཡས་ཀྱི་བསམ་བློ་དེ་ཡར་རྒྱས་བཏང་ཡས་རེད། ད་ཡར་རྒྱས་བཏང་བཏང་དེ་བྱས་ཙང་བདག་མི་འདུག་ཟེར་ཡས་དེ་མོས་པ་བྱས་ཡིད་ཆེས་བགྱིས་ནས་ཨ་ནི་ཕ་གིས་བསམ་བློ་བཏང་དགོས་བྱུང་ན་བདག་ཡོད་ཟེར་ཡས་བསམ་བློ་དེ་ལ་ཁ་བརྡའི་ལྕགས་ཁ་པོ་ཞིག་པོ་རེད། གལ་སྲིད་ད་ཡོད་སའི་བསམ་བློ་དེ་བེད་སྐྱེལ་བ་མང་པོ་ནས་གོམས་ཏེ་ར་ཤུགས་ཞིབ་བཞི་རེད་གོམས་འདྲིས་ཀྱི་ཤུགས་ཞིབ་བཞི་རེད། ད་ཡིན་ནའི་ཁབ་དེ་བཅག་ཐུབ་པའི་དེ་ག་རེད་ཟེར་ན་ད་མེད་པ་དེ་དངོས་ཡོད་གནས་ཚུལ་རེད་དེ་རེད། དངོས་ཡོད་གནས་ཚུལ་ཡིན་པ་དེ་ང་ཚོའི་རིག་པས་ཀྱི་དཔྱད་ན་ར་འཕྲོད་ཡ་ཡོད་རེད། བྱས་ཙང་དེ་ལ་བདེན་པ་གི་སྟོབས་ཤུགས་ཡོད་རེད་ད་མེད་པ་ཟེར་ཡ་དེ་ལ། ཨ་ནི་ད་ཡོད་ཟེར་ཡ་དེ་ལ་གོམས་འདྲིས་ཀྱི་སྟོབས་ཤུགས་ཡོད་རེད་ད། གཉིས་ཀ་ལ་ད་དེའི་ཁ་བརྡའི་ཆ་ན་གོམས་འདྲིས་ག་ཚོད་ཅིག་ཡོད་པ་ཡིན་ན་དེ་འདྲའི་གནས་ཚུལ་གྱི་ཐོག་ནས་དེ་འབའ་སའི་དེ་ག་ཚོད་བྱས་པའི་ཚུལ་གྱིས་བསེ་རུ་བསེ་རུ་བྲོས་ད་ནམ་རྒྱུན་ང་ཚོ་གཅིག་བོད་རང་དབང་ལེན་བའི་སྐད་ཆ་དང་འདྲ་བོ་རེད་རྒྱ་མིས་ལ་ད་སྟོབས་ཤུགས་ཞུ་ཕྱོགས་ར་དཔལ་འབྱོར་དང་དམག་དང་མི་དང་ད་ང་ཚོ་ལ་དེ་འདྲའི་སྟོབས་ཤུགས་ཡོད་ཟེར་ད་དེ་འབའ་གི་གནས་ཚུལ་ཐོག་ནས་སྐད་ཆ་བཤད་དགོས་ཁོག་ར་ཡིན་ནས་དེ་འདྲའི་སྟོབས་ཤུགས་ཡོད་ཟེར་དེ་འབའ་ཡིད་མ་ཚིམ་གི་ཕན་ཐོག་མི་འདུག་སྐྱབས་མགོན་རིན་པོ་ཆེ་གསུངས་བསྡད་དེ་གསལ་འདོད་བྱས་ལ་ཨ་ནི་ཤེས་ཡོན་སྒོ་རེད་གསུངས་བསྡད་དེ་དེ་དང་གཅིག་པ་གཅིག་རྐྱང་བྱས་ནས་བདག་མེད་པ་ཟེར་ཡ་དེ་ལ་བདེན་པའི་སྟོབས་ཤུགས་ཡོད་རེད་ཡིན་ནའི་བདག་མེད་པ་བདེན་པ་རེད་ལ་ཡ་གཅིག་གི་ཕན་ཀ་མ་རེད་ཡིན་པ་དེ་ཕ་གི་རྒྱུ་མཚན་གི་ཐོག་ནས་ཕ་གི་སྲས་པོ་བཟོ་དགོས་དེ་འདྲི་བྱུང་པ་ཡིན་ན་ཁོ་ག་ཚོད་སྒོམ་བསྡད་པ་ཡིན་ནའི་ཕ་གི་ལོ་མང་པོ་བསགས་བཞག་པའི་མུན་པ་དེ་གློག་སྤར་སྟེང་གཅིག་ལ་མེད་པ་ཆགས་པ་ན་བཞིན་བདག་མེད་པ་མངོན་སུམ་དུ་རྟོགས་ཡོང་དུས་ཨ་ནི་ཤུགས་ག་ཚོད་ཡོད་ནའི་མེད་པ་ཆགས་ཐུབ་བས་ཅིག་དེ་འདྲི་གསུང་གི་ཡོད་རེད་ཨ་ནི་ཁ་སང་ནས་བཤད་བསྡད་ཡ་དེ་གི་གནས་ཚུལ་ག་རེ་ཆགས་ཀྱི་བ་རེད་ཟེར་ན་ཨ་ནི་བསླབ་བྱ་དེ་ག་རེ་བྱ་དགོས་རེད་ཟེར་ན། ཉོན་མོངས་མེད་པར་བཟོ་དགོས་རེད། རེད་བ། ཨ་ནི་བདག་འཛིན་མེད་པར་བཟོ་དགོས་རེད། ང་ཟེར་ཡས་དེ་ལ་འདོད་ཆགས་དེ་མེད་པར་བཟོ་དགོས་རེད་བསླབ་བྱ་དེ་རེད་ད། ཡིན་ནའི་བསླབ་བྱ་འདི་གིས། བསླབ་བྱ་དེས་ཨ་ནི་ག་རེ་ག་འདྲི་ཟེར་འདི་བྱེད་པ་རེད་ཟེར་ན། ཨ་དེ་མེད་པར་བཟོ་དགོས་རེད་ངས་དཀའ་རེད་འདི་གསུང་དགོས་བ། ག་རེ་བྱས་ནས་མེད་པར་བཟོ་དགོས་རེད་ཟེར་ན། དེ་གིས་ཨ་ནི་དཀའ་ངལ་ཡོང་གི་འདུག་བ། ཨ་ནི་ཁ་སང་ནས་ཧྲོབ་ཙེ་ལབ་པ་ན་བཞིན་འདོད་ཆགས་དེ་གིས་གཞི་རྩ་གཅིག་ནས་ཚེ་འདི་ལ་དཀའ་ངལ་ཡོང་གི་འདུག་བ།

བྱས་ཙང། བདག་འཛིན་དེ་མེད་པར་ཆགས་པ་ཡིན་ན་འདོད་ཆགས་མེད་པར་ཆགས། འདོད་ཆགས་མེད་ན་ཉོན་མོངས་ཞེན་དག་དུས་སུ་མ་སྐྱེས། ཁ་སང་འདི་བྱས་ཚར་བ། འདི་མེད་མ་སྐྱེས་པ་ཡིན་ན། ཚེ་འདི་ཡི་དབང་དུ་བྱས་ན་སེམས་མ་སྐྱིད་པ་ཁྱོད་ནི་ཡོང་ས་མེད། ཚེ་ཕྱི་མ་ཡིན་ན་སྐྱེ་བ་འདུག་བྱ་ལེན་ཡས་མེད་འཁོར་བ་ལ་སྐྱེ་ཡས་མེད། འཁོར་བ་ལ་སྐྱེ་ཡས་མེད་ན་ཤི་ཡས་མེད་ན་ཡས་མེད། བྱས་ཙང་སྡུག་བསྔལ་ཚང་མ་མེད་པར་བཟོ་ཐུབ་ཀྱི་འདུག་ཨ། འདིར། སྤང། མེད་པར་བཟོས་ན། འདོད་ཆགས་དེ་མེད་པར་བཟོས་ན་བཟོ་ཐུབ་ཀྱི་འདུག་འདི་བཟོས་པ་ཡིན་ན་སྡུག་བསྔལ་ཐ་དད་མེད་པར་ཆགས་འགྲོ་གི་འདུག།

དེ་རྗེས་དུས་འགོག་བདེན་སྐད་ཆ་བཤད་ཡོང་དུས་ཚོད་ནི་ང་ཚོ་སྡུག་བསྔལ་མཐའ་དག་ལས་ཐར་ཐུབ་ཀྱི་རེད་ཟེར་གི་འདི་སྐད་ཆ་འདི་བཤད་གི་བར། ད་འོ་ན་དེ་ཐུབ་ཀྱི་ཡོད་ན། ཨ་ནི་ག་འདྲས་བྱེད་དགོས་རེད་ཟེར་དུས་ད་གཞི་ནས་ཨ་ནི། ཞིབ་ཕྲག་པོའི་ཐོག་ནས་ཨ་ནི་ཉམས་ལེན་བྱེད་སྟངས་འདི་སྐད་ཆ་བཤད་བར་ལམ་གྱི་བདེན་པ་གསལ་ཏེ་རྙེད་ལ་རིམ་པ་དང་པོ་འདི་རེད་གཉིས་པ་འདི་རེད། དེ་ལ་ཡོང་དུས་ད་ང་ཚོ། དེ། ནམ་རྒྱུན་སྐད་ཆ་བཤད་པ་ཡིན་ན་བསླབ་པ་གསུམ་ཟེར་ནས་རྙེད་ལ། ཚུལ་ཁྲིམས་ཀྱི་རྣམ་གཞག་བྱེད། དེའི་གི་ཐོག་ནས་ཏིང་ངེ་འཛིན་དཀྲུལ་བའི་རྣམ་གཞག་བྱེད། དེའི་གི་ཐོག་ནས་ཤེས་རབ་ཀྱི་རྣམ་གཞག་བྱེད་ནས་བསླབ་པ་གསུམ་སའི་སྐད་ཆ་དེ་གི་ཐོག་ནས་བང་རིམ་དེ་ནི་དུག་སེལ་ཡིན་དགོས། ཅེས་དང། དེ་བྱེད་དུས་ཙམ་ནས། དེའི་འགྲོ་སྟངས་དེ་བདེན་བཞི་ཙམ་མ་ཡིན་པར་ང་རང་ཚོའི་རྣམ་གཞག་རྒྱུན་མཐུན་ནས་མི་ཚེའི་ནང་ལོགས་ལ་ག་བ་ཡིན་ནས་འཁྱེར་ཆོག་ཡ་ཅེས་རེ་སྙེག་ལ་སོ་སོའི་དོན་དག་ཅིག་གྲུབ་དགོས་ཀྱི་འདུག་ན་དེ་གི་ཕན་ཐོགས་ག་རེ་འདུག། འཕྲལ་དུ་ག་རེ་ཕན་གི་འདུག་ཕུགས་ལ་ག་རེ་ཕན་གི་འདུག་འདི་ཞིབ་འཇུག་ཡག་པོ་བྱེད་ཨ་ནི་ཕན་གི་ཡོད་པ་གཏན་འཁེལ་ཚར་སོང་ན་འདི་སོ་སོ་ལ་གོ་བའི་ཆར་བ་གོ་གི་འདུག་ཟེར་ཏེ་ཆར་བ་དག་གི་ཡིན་ན་ཉོན་མོངས་པ་འགོ་རེད་ཟེར་བ་ལ་བཞིན་ཨ་གོ་གི་ཡོད་པ་ཡིན་ན་ཡང་གྲུབ་ཐུབ་ཡས་མེད་མཁན་ཅིག་ཡིན་ན་ཨ་ནི་ག་ལེ་ཧ་རོ་རོ་བ་བྱེད་ན་འདི་གྲུབ་ཐུབ་ཡས་ཀྱི་ནུས་པ་གྲུབ་ཐུབ་ཡས་ཀྱི་འདུག་མི་འདུག་གཉིས་པ་འདི་ལ་འདི་ཞིབ་འཇུག་བྱེད་ད་གོ་གི་ཡོད་པ་དང་གྲུབ་ཐུབ་ཀྱི་ཡོད་པ་ཡིན་ན་ཨན་གྲུབ་པར་ཤོག་ལས་དེ་ཡོང་མ་རོགས་ལྟ་ཁོ་རིན་པ་ཆ་བཞི། ངེད་ལ་ཨན་ག་རེ་བྱེད་དགོས་འདུག་ཞུགས་ལ་ག་རེ་བྱེད་དགོས་འདུག་འདི་ལ་འགལ་རྐྱེན་ག་རེ་ཡོང་དགོས་འདུག་འདི་ག་འདྲེས་བཀག་དགོས་ཟེར་ཨན་རིན་པ་ཤིན་ཏུ་ཨན་ལག་ལེན་བསྟར་ནས་འགྲོ་ཡས་རེད་དེ། འདི་ཚང་མ་ལ་བྱ་རེས་རེད། ཁ་བསགས་གནས་སྟངས་ཚང་མ་ལ། འོ་དེ་འདྲས་བྱེད་དུས་ཙ་ནས།

ཞི་བདེའི་ཕ་བཞག་ནས་སྡིག་གི་དགྲ་འདུལ་སེམས་འཁྲུག་གི་འདུག་བསམ་ཚར་ལ། སྡིག་ལ་བརྟེན་ནས་ཉོན་མོངས་སྐྱེ་གི་འདུག། ཉོན་མོངས་དྲན་འོང་གི་འདུག། འདོད་ཆགས་སྐྱེ་གི་འདུག་ཁོང་ཁྲོ་སྐྱེ་གི་འདུག་ང་རྒྱལ་སྐྱེ་གི་འདུག། ཨ་ནི། ཉོན་མོངས་མང་པོ་སྐྱེ་ཨེ་འདི་ཡང་སྡིག་གི་དཀའ་ངལ་གཞན་དག་ཅིག་དྲན་འོང་གི་འདུག། ཐབས་ལམ་དང་དག་སྡིག་གི་ཐོག་ནས་འགྲོ་བཞག་ཀྱོག་འདི་བདེ་བ་ཡིན་པ་མ་ཟད་ཞི་བདེ་རེད་དེ་ཡང་རེད། སྡིག་སྐྱེ་བྱ་ཞིག་ཤེས་དགོས་པ་རེད། ད་དེ་ནང་བཞིན་གཅིག་གིས། ཡང་གཅིག་འདི་ག་རེ་རེད་ཟེར་ན། ང་ཚོས་བྱེད་བཞག་ཡས་འདི། ཨ་ནི་ཐབས་ལམ་འདི་རྫོགས་ཡས་མེད་ངེས་བྱེད་དགོས་གི་འདུག། སྐྱེས་ནས་བཟུང་སྟེ། བདེ་སྐྱིད་གྲུབ་ཡས་དང་སྡུག་བསྔལ་སེལ་ཐབས་ལམ་ཇེ་ཆེ་ཁ་རེ་མ་ཤི་བུ་འདུལ་བའི་ཐབས་ལམ་འདི། རྒྱུ་འདི་གྲུབ་ནས་འགྲོ་བར་གདའ། ཁོ་གཅིག་བྱོན་ཡང་གཅིག་བྱེད་ཅེས་བཟོ་ཡ་ཁྱོན་ནས་མི་འདུག་ཨ་སི་སྐྱེ་བ་ཐོག་མ་མེད་པ་ནས་བྱས་རེད། དོན་དག་འདི། དཀའ་ལས་གཅིག་བརྒྱབ་ན། གཅིག་ཐོབ་ཚར་སོང་ན་དེ་ནས་ཨ་ནི་བེད་སྤྱོད་བྱེད་དགོས་ཡ་མེད་རེད། ཁོ་བདེ་སྐྱིད་འདི། ཁོ་ཡོད་ཡོད་ག་གཏན་དུ། གཏན་དུ་གནས་བསྡད་དགོས་རེད། ང་ཚོས་བྱེད་བཞག་ཡའི་བདེ་སྐྱིད་འདི་གཏན་དུ་གནས་ཐུབ་དགོས་བ་མ་རེད། འོ་དེ་འགྲིག་གི་དབྱེ་བ་མང་པོ་གསུངས་རེད།